མཁས་པ་ཆེན་པོ་ཁོང་གི་ཡག་ངོ་སྤྲོད་དུ་རེ་ཞུས་པ་ཡིན་ན། ཨ་ནི་ཁོང་ཡག་ང་རང་ཚོའི་བོད་ལ་ཡག་ཆོས་བརྒྱུད་མི་འདྲ་བ་ཁག་ཡོད་པའི་ནང་ནས་ཁོང་ཨ་ནི་དབལ་རྒྱལ་ས་སྐྱ་པའི་གི་ཨ་ནི་གི་གྲུབ་མཐའ་ཚིག་ངན་གི་ཨ་ནི་སྐྱེ་བོའི་ཁྱད་པར་ཅན་ཞིག་ཆགས་ཡོད་རེད་ཨ་ནི་ཁོང་ཧ་ཅང་གི་མཁས་པ་ཆེན་པོ་ཡིན་པ་རེད། ད་དེ་འདྲ་བྱིན་པ་ཆེས་ཨ་ནི་ཁོང་ཡག་གཡུང་དྲུང་བོན་དང་འབྲེལ་ལམ་ག་འདྲ་ཞིག་བྱུང་ཡོད་རེད་ཟེར་ན་ལོ་རྒྱུས་ཐོག་ལ་ཨ་ནི་ཁོ་རང་གི་ཡག་ཁྱིམ་གཞིས་ཆུང་ས་གི་ཡག་ཁྱིམ་གཞིས་དེ་ཡག་ཨ་ནི་བོན་གྱི་བོན

ཤ་ཁྲེ་ཚོང་ལྡན་ཞེས་པ་གིས་ཁོང་གི་ཡ་མཚམས་ནང་བའི་རྣམ་ཐར་ཞིག་ཏུ་དེའི་ནང་ལ་ཡ་གར་གསུངས་འདུག་ཟེར་ན། ཨ་ནི་རྣམ་ཐར་གྱི་མཚན་ལ་ཡ་བྱད་བརྩོན་ཐམས་ཅད་མཁྱེན་པའི་བཤེས་གཉེན་ཤ་ཁྲེ་བྱང་བཟན་དབལ་བཟང་པོའི་ཞག་སྔ་ནས་ཀྱི་རྣམ་པར་ཐར་བ་ངོ་མཚར་དད་པའི་རོ་སོ་ཞེས་པའི་ནང་ལ་ཡ་གར་གསུངས་འདུག་ཟེར་ན། ཐ་སྙད་ཆེན་པོ་འདི་ཡི་འཁྲུངས་ཡུལ་ནི་སྤྲུལ་བའི་ལོ་ཙཱ་བེ་རི་ས་ན་ནས་དུས་ཡུན་རིང་མོར་བཞུགས་ཤིང་བྱིན་གྱིས་བརླབས་པའི་ས་ཤར་ཕྱོགས་གྱང་མོ་རྔུལ་ཆུ་འགྲམ་གྱི་ཡུལ་ལྗོངས་དགེ་མཚན་དང་ལྡན་པ་ཞིག་གོ་རིང་ནས་རུས་ཆེན་ག་ཞེས་བྱ་བའོ་ཡབ་ནི་བོན་ཐེག་པ་རིམ་དགུ་ལ་མཁས་པར་སྦྱངས་ཤིང་ཚུར་འབྲུ། སྟོད་ནི་བ་དགེ་རྒོད་རྒྱལ་པོ་ཞེས་པའོ་ཡུམ་ནི་བྱང་ཆུབ་ཀྱི་སེམས་ཐུགས་རྒྱུད་ལ་འཁྲུངས་བ་གྱི་ཀར་དམན་ཞེས་པའོ་མེས་པོ་རྟ་ཡི་ལོ་ལ་རྟའི་ཁྱད་པར་ཅན་དང་བཅས་ཏེ་ཡུམ་གྱི་ལྷུམས་སུ་ཞུགས་ཤིང་མེས་མ་ལུག་གི་ལོ་ལ་ངོ་མཚར་བའི་དགེ་མཚན་དུ་མ་དང་བཅས་ཏེ་འཁྲུངས་བས། ཀུན་ངོ་མཚར་བར་གྱུར་ནས་མཆེད་གསུམ་ཡོད་ཀྱང་བླ་མར་གཡོགས་པ་ནི། བོར་བ་འདིའོ་ཞེས་ཟེར་ཞིང་ཡབ་ཀྱི་ཆོས་ལུགས་ལ་མཁས་པར་སྦྱངས་ནས་དྲང་སྲོང་གི་བརྟུལ་ཞུགས་ཡང་དག་པར་ལེན་དུ་བཅུག་སྟེ་ཚེ་ནི་ཤེས་རབ་འོད་ཟེར་ཞེས་བྱ་བར་བཏགས་སོ་སྔོན་ནི་བླ་མ་ཆེན་པོའི་རྒྱུད་པ་ཡིན་པས་ཡུལ་ལྗོངས་དེ་ཡི་སྐྱེ་བོ་ཀུན་གྱིས། ཕྱག་བྱེད་ཅིང་བླ་མར་འཁུར་ལ་ལུགས་དེ་ལ་བརྟེན་པའི་འཆད་རྩོད་རྩོམ་གསུམ་གྱི་བྱ་བ་ཡང་མང་དུ་མཛད་དོ། འོན་ཏེ་རི་སུལ་ནང་དུ་ཁོ་རང་གི་ཁྱིམ་གཞིས་དེ་ཞབས་ཕྱི་དེ་ཡང་བོན་པོ་གི་ཡིན་པ་དང་དེ་ཁོ་རང་གི་མཚན་ལ་ཡང་ཆུང་དུས་ནས་བཟུང་མཚན་ལ་ཡང་ཤེས་རབ་གསེར་སུན་བཏགས་པ་མཚན་ལ་ཡང་ཤེས་རབ་གསེར་སུན་བཏགས་པ་རེད། ཆུང་དུས་ནས་བཟུང་བོན་པོ་གི་གཞུང་ལུགས་དེ་དག་ལ་ཡང་འཆད་རྩོད་རྩོམ་གསུམ་གྱི་བྱ་བ་ཡང་མཛད་ཡོད་པ་རེད་འདུག་དེ་མ་ཟད་པའི་ཁོ་རང་གི་ཚེས་ནང་གི་བརྩམས་གནང་བའི་གན་ནི་ཡང་གཡུང་དྲུང་བོན་དང་འབྲེལ་བ་ཡོད་པའི་ཡང་བརྩམས་ཆོས་གསུང་ཆོས་ག་རེ་ཡོད་ཟེར་ན། ཨ་ནི་གཅིག་བོན་པོའི་བྱ་མ་བུམ་སྔགས་ཀྱི་འགྲེལ་བ་ཨ་ནི་བྱ་མ་བུམ་སྔགས་བཀའ་འགྲེལ་ཞེས་བ་གཅིག་དང། དེ་འདྲ་གཅིག་བརྩམས་གནང་འདུག་ཡང་དེ་མ་ཟད་པའི་ཡང་དེ་མ་ཟད་པའི་བོན་ཆོས་རྣམ་འབྱེད་ཞེས་བ་གཅིག་དང་ཨ་ནི། ཐེག་རིམ། འབྲས་ཆུང་ཞེས་པ་ཅིག་དང། ཨ་ནི་ཅིག་དཔོན་སའི་བླ་མ་རྣམས་ཀྱིས་ཅི་འདོད་ཞེས་པ་གསུངས་ཀྱི་ཨ་ནི་དེ་འདྲ་གི་ཡང་ཅིག་གཡུང་དྲུང་བོན་དང་འབྲེལ་བ་ཡོད་པའི་གི་ཨ་ནི་གསུང་ཆོས་དེ་འདྲ་ཡང་གསུངས་ནས་འདུག་ཨ་ནི་ཡང་ཁོང་གི་ཡང་ཅིག་གཡུང་དྲུང་བོན་གྱི་མཁས་པ་དང་སོ་བླ་མ་དེ་ཚོ་ལ་ཡ་ཨ་ནི་བསྟོད་ཚིག་ཡང་ཕུལ་བྱ་རྒྱུ་ཨ་ནི་རེ་འགའ་དེ་འདྲ་བྱས་འདུག་ཨ་ནི་དེ་ག་འདྲ་འདུག་ཟེར་ན་དང་པོ་ཡ་ཨ་ནི་ཅིག་གཡུང་དྲུང་བོན་གྱི་མཁས་པ་ཆེན་པོ་ཨ་ནི་མཁས་པ་དཔལ་ཆེན་ཞེས་པ་དེ་ལ་ཡ་ཨ་ནི་བསྟོད་པ་ནང་བཞིན་མཁས་པ་དཔལ་ཆེན་ལ་བསྟོད་པ་དཔལ་གྱི་འབྱུང་གནས་ཞེས་པ་དང། བོན་པོད་ཀྱི་བླ་མ་ཀོང་ཙེའི་རི་ཁྲོད་ཆེན་པོ་ལ་ཡང། བསྟོད་པ། དམ་པ་རི་ཁྲོད་ལ་བསྟོད་པ་ལྷ་ཡི་རྔ་བོ་ཆེ་ཞེས་པ་གཅིག་དང། བླ་མ་དམ་པ་སྨན་གོང་བ་ལ་བསྟོད་པ་མེ་ཏོག་ཕྲེང་འཛིན་ཞེས་པ་གཉིས་དེ་འདྲ་གྱི་ཡང། བླ་མ་སྨན་གོང་བ་ལ་ཡང་བསྟོད་པ་དྲོད་ཚིགས་དེ་འདྲའི་ཕུལ་གནང་བ་ཡང་འདུག། དེ་མ་ཟད་པ་ཡང་ཁོ་རང་གཅིག་གཡུང་དྲུང་བོན་བླ་ཀྱི་གཞུང་ལུགས་ལ་ཧ་ཅང་གི། མཁྱེན་རྒྱ་ཅན་དང། མཐོང་རྒྱ། ད་འོ་ར་ད་དེ་ལ་ཡང་ཧ་ཅང་གི། ཅིག་ཚད་མར་འཛིན་མཁན་གྱི་ཨ་ནི་དེ་འདྲའི་སྐྱེ་བོ་བྱེད་པོ་ཅན་ཞིག་རེད་འདུག་དེ་ཡང་གར་ཟེར་ན། ཨ་ནི་ཁོ་རང་དང་ཨ་ནི་ཧྲིལ་བོ་གན་དྷི་མི་ཁེ་དགེ་ལེགས་བ་སངས་ཞུ་བ་གཉིས་ཡོད་ཅིག། རྩོད་པ་འགྲིམ་པའི་སྐབས་སུ་ལ་ཡ་ཨ་ནི་ཅིག་རྩོད་པ་ད་ཅིག་གཞུང་ལ་དཔེ་ཆ་གོ་ལ་ཡ་ཨ་ནི་ས་ར་དེ་འདྲའི་གི་ཨ་ནི་རྩོད་པ་རྒྱག་དུས་ལ་ཡ་ཨ་ནི་ཁེ་ཁེ་སྒྲུབ་དགེ་ལེགས་བ་སངས་ཀྱིས་ཡ་ཁོང་ལ་ག་འདྲ་ཞུ་འདུག་ཟེར་ན། འོན་ཀྱང་འོན་ཀྱང་རང་སྐྱེས་ཤཱཀྱ་ཡིས་གཏན་ལ་དང་བའི་ཡིད་བརྟན་ཞིང་ཤེས་རབ་གཞུང་ལུགས་གྱ་མཚན་འཛིན་བྱེད་བ་མཁས་པར་རློམ་པ་གང་འབྲིང་ན་ནད་སེལ་ཁོག་འོག་དང་ལྷན་ཅིག་དགག་ལེན་བྱའོ་ཞེས་རྒྱ་ཆོས་ཡིན་ཏན་དྲང་སྲོང་གི་དམོད་པའི་ཚིག་ཞིག་ཡང་ཡང་བསྒྲགས། ཟིན་ཨ་ནི་དེ་འདྲའི་གསུངས་གནང་འདུག་ད་འདི་ལ་ཡང་ང་ཚོ་གིས་ཨ་ནི་ག་རེ་ཞིག་བྱེད་ཐུབ་ཀྱི་འདུག་བསམ་ན་ཨ་ནི་ཅིག་རོང་སྟོན་ཤེས་བྱ་ཀུན་རིག་དེ་ཅིག་གཡུང་དྲུང་བོན་གྱི་ཨ་ནི་ཅིག་གཞུང་ལུགས་དེ་ཚོ་ལ་ཡང་ཧ་ཅང་གི་མཁྱེན་རྒྱ་ཅན་དང་དེ་ལ་ཡང་ཅིག། ག་ལ་ཆེན་པོ་ཅིག་བརྩིགས་ཀྱི་ཡོད་པ་ཨ་འདི་འདྲ་ཞིག་ཅིག་བཤད་ཐུབ་ཀྱི་འདུག་ག་རེ་ཟེར་ན་ཅིག་ག་རེ་ཟེར་ན་ཤེས་རབ་གཞུང་ལུགས་རྒྱ་མཚན་འཛིན་ཨ་ཤེས་རབ་ལ་ཡ་དེ་ཨ་ནི་ཅིག་གཡུང་དྲུང་བོན་གྱི་ཤོག་དེ་བབས་པ་སྟོན་པ་ཤེས་རབ་ཀྱིས་ཨ་ནི་དེའི་རྫས་རྣམས་ཀྱི་གཞུང་ལུགས་དེ་ཚོ་ལ་ཡང་ཨ་ནི་ཅིག་གཏམ་རྒྱ་བརྟན་པོ་འཛིན་གྱི་རེད་ཟེར་ད་འདི་འདྲ་ཞིག་གསུང་གི་ཡོད་ས་རེད་ཨ་ནི་འདི་འདྲ་ནི་རེད་འདུག་ཨ་ནི་ད་དེ་རིང་གི